དུས་བཀག་རྫོགས་པ་དང་རྒྱལ་པོ་མེ་མདོ་ལ་བལྟ་བར་ཕེབས། བྱིས་པ་ཚང་མས་ལྭ་བ་གསར་བ་གྱོན་ལག་ཏུ་མེ་ཏོག་འདབ་མ་ལྷུག་པོའི་གྲོལ་བའི་རྫ་བུམ་རེ་ཁྱེར་ནས་རྒྱལ་པོའི་ཕོ་བྲང་གི་མདུན་ཐང་དུ་གྲལ་འགྲིགས། ད་ལྟའི་ཡིན་དུས་བསམ་པ་ལ་ཡ་དུས་བཀག་རྫོགས་པ་དང་ཟེར་དུས་བསམ་པ་ལ་ཡ་དུས་ཚོད་རྫོགས་པ་དང་དཔེར་ན་ཁྱེད་སེང་ད་གང་ལ་ཡ་ད་ཅིག་རྒྱལ་པོ་ཁོ་རང་གིས་ད་མེ་ཏོག་གི་ས་བོན་དེ་གནང་དུས་སྐབས་སུ་ཨེ་ནི་ཡི་ཞུ་བོ་ལ་ཟླ་བ་གཉིས་ཡི་ཞུ་བོ་ལ་ཨེ་ནི་ཡི་ད་མེ་ཏོག་དེ་ད་ཡག་ཤོས་སུས་ཀྱི་མེ་ཏོག་བཞེས་ཡོད་ན་ཨེ་ནི་འོ་དེ་དེ་ངའི་ད་བུ་ཚབ་ཉར་གི་ཡིན་བྱས་ཅི་གསུངས་རོ་བ་སོང་ཟ་ད་ཟླ་བ་གཉིས་དུས་ཚོད་དེ་ཨེ་ནི་ཕྱིན་ཚར་བ་རེད་རྫོགས་ཚར་བ་དེ་འདྲའི་ལ་ཡ་དུས་ཀ་རྫོགས་པ་དང། རྒྱལ་པོ་མེ་ཏོག་ལ་བལྟ་བར་ཕེབས། ད་ཟླ་བ་གཉིས་ཕྱིན་ཚར་བའི་ཞུ་བ་ལ་ཨེ་ནི་རྒྱལ་པོ་ཁོ་རང་ཨེ་ནི་མེ་ཏོག་ཡག་ཤོས་སུས་ཀྱི་བཞེད་དུ་མི་འདུག་དེའི་ལྟ་ཡ་བྱེད་དུ་མ་ཕེབས་རེད། བྱིས་པ་ཚང་མའི་ལྭ་བ་སྲ་བ་གྱོན། བྱིས་པ་ཚང་མ་སི་ཏུ་ས་འབར་ཐང་གི་གོང་དུ་ཡ་གཅིག་མེ་ཏོག་བཏབ་མཁན་གྱི་བྱིས་པ་དེ་ཚོ་ཡོད་རེད་བ་ཁོ་རང་ཚོ་ཚང་མ་གིས་ལྭ་བ་གསར་པ་གྱོན། ལྭ་བ་ལ་སི་ཏུ་ས་འབར་ཆུ་བ་ཟེར་གོ་རེད་བ་ཡ་ཨན་ཚང་མ་གིས་ཆུ་བ་གསར་བ་གསར་ཡང་གྱོན་པ་དང། ལག་ཏུ་མེ་ཏོག་དྭངས་མ་ལྷུག་པོ་འཕྲོ་བའི་རྫ་བུམ་རེ་ཁྱེར་ནས་ཁོ་རང་ཚོའི་དུག་ལུད་གསར་བ་གསར་རྐྱང་གྱོན་པ་མ་ཟད་ལག་ཏུ་སོ་སོ་གྱི་ཕྱག་ལས་མེ་ཏོག་དྭངས་མ་ལྷུག་པོ་འཕྲོ་བ་མེ་ཏོག་གི་དྭངས་མ་ཟེར་དུས་སམ་དྭངས་མ་ལ་ན་མེ་ཏོག་གི་དྭངས་མ་ལ་དུས་སམ་པད་སྤྲེལ་ཟེར་དོ་ཨིན་ཇི་སྐད་ལ་པད་སྤྲེལ་ལ་ཁུ་བོ་རེ་པད་སྤྲེལ་ལྷུག་པོ་འཕྲོ་བ་ལ་དུས་སམ་ལ་པད་སྤྲེལ་མེ་ཏོག་གི་དྭངས་མ་ཚང་མ་ཁ་ཕྱེ་གཡོ་མེ་ཏོག་ཅིག་མ་སོང་ན་མེ་ཏོག་དེ་རྦད་དེ་ཁོ་རང་གཅིག་ཁ། ཚང་མ་ཆེ་ཚགས་ཡོད་དེ་འདྲས་ལ་ཡ་ནི་ལུག་པོའི་གྲོས་བཟས་མེ་ཏོག་ཁ་ཆེ་ཚགས་ཡོད་དེ་འདྲས་ལ་ཡ་དྭངས་མ་ལུག་པོའི་གྲོས་བས་རྫ་བུམ་རེ་ཁྱེར་ནས་ས་ཚང་མ་གི་སོ་སོའི་གི་ལག་ལ་ཡ་ནི་རྫ་བུམ་རེ་རེ་རྫ་བུམ་ལ་ནི་ད་ལྟ་མེ་ཏོག་བཙུགས་ས་གི་སྣོད་དེར་བ་དེ་འདྲས་གི་རྫ་བུམ་རེ་ཁྱེར་ནས་རྒྱལ་པོའི་ཕོ་བྲང་གི་མདུན་ཐང་དུ་བྲེས་ཏེ་ཡ་ནི་རྒྱལ་པོ་གི་ཕོ་བྲང་ཕོ་བྲང་ཟེར་ནས Palace ཟེར་གི་རེད་བ་ཡིན་ཅིག་གི་ལ་ཕོ་བྲང་གི་མདུན་དུ་མདུན་གི་ཐང་ག་དེ་ལ་ཡ་ནི་གྲལ་བསྒྲིགས་ནས་ཚང་མ་བང་རིམ་བྱས་བྱས་ནས། གྲལ་བསྒྲིགས་ནས་བསྡད་པ་རེད་ད་ལྟ་བུ་འཛོ། བྱིས་པ་རེ་རེའི་མདུན་དུ་འགྲོ་བའི་དུས་རྒྱལ་པོའི་གདོང་ལ་སྐྱོ་སྣང་གི་ཉམས་ཤིག་བཞེར། རྒྱལ་པོའི་གྲལ་གྱི་མཇུག་ཏུ་རྫ་བུམ་སྟོང་པ་ཞིག་བཟུང་ནས་ལངས་ཡོད་པའི་བུ་དེ་མཐོང། རྒྱལ་པོ་ཁོ་ཡི་མདུན་དུ་སོང་ནས་དགའ་སྤྲོ་དང་བཅས། ཟེར་བ། བྱིས་པ་རེ་རེའི་མདུན་དུ་ལ་ན་བྱིས་པ་རེ་རེ་ད་བྱིས་པ་མང་པོ་ཡོད་པའི་ནང་ནས་ད་བྱིས་པ་རེ་རེ་གིས་གཅིག་གཅིག་གིས། མདུན་དུ་རེ་རེ་ལ་ནི་གཅིག་གཅིག་ཟེར་བ་རེད། བྱིས་པ་གཅིག་གཅིག་གི་མདུན་དུ་འགྲོ་བའི་དུས་རྒྱལ་པོ་དེ་ཡང་དང་པོ་ཀུ་ཙི་གི་མདུན་ལ་སླེབས་ཕྱིར་ར་ནི་པུ་ཀུ་རེ་རེ་གི་མདུན་ལ་འགྲོ་བའི་དུས་སི་ཏུ་སམ་བ་ལ་ཡ་སྒྲུབ་པའི་སྐབས་སུ། རྒྱལ་པོའི་གདོང་ལ་རྒྱལ་པོའི་གདོང་ལ་ནི་རྒྱལ་པོ་གི་གདོང་ལ་ནི་ཞེས་ཟེར་བར་ཞེས་ལ་ནི་གདོང་པར་རོ་བ་རྒྱལ་པོ་གི་གདོང་པ་ལ། སྐྱོ་སྣང་གི་ཉམས་ཞེས་ཤར་སི་སྐྱོ་སྣང་སི་ལ་ཏུ་སམ་བ་ལ་ཡ་གདོང་པ་གདོང་པ་གི་ནི་རྣམ་འགྱུར་དེ་ག་འདྲའི་སྒྲོག་བྱེད་རེ་ལ་ནི་ཉམས་ཏེ་སྐྱོ་སྣང་སྐྱོ་སྣང་ལ་ནི་སེམས་པ་གཅིག། སྐྱོ་དོ་ཁ་བོ་བོ་བྱེད་བ་དེ་འདི་གིས་ནི་སེམས་པ་སྐྱོ་དོ་ཁ་བོའི་ཉམས་ཀྱིས་ནི་ཉམས་ཉམས་ཀྱིས་ཤར་ཟེར་དོན་དུ་ནི་རྒྱལ་པོ་གྱི་ཞལ་ལ་ཡ། ནི་ཅིག་རྣམ་འགྱུར་དེ་དགའ་བའི་རྣམ་འགྱུར་མ་ཡིན་པ་བྱེད་སེམས་པ་སྐྱོ་བའི་རྣམ་འགྱུར་བྱེད་དེ་འདི་གིས་ཉམས་ཀྱིས་ཤར་རེ་ཟེར་དོང་ལེ་བ། རྒྱལ་པོས་དྲིས་ཀྱི་མཇུག་ཏུ་རྫ་བུམ་སྟོང་པ་ཞིག་བཟུང་ནས་ལངས་ཡོད་པའི་བུ་དེ་མཐོང་ཟེར་ནི་རྒྱལ་པོ་གྱིས་ད་དུ་ད་སྤུ་གུ་ཚོའི་མདུན་ལ་འགྲོ་དུས་འགྲོ་གི་འགྲོ་གི་ནི། མཐའ་མ་དེ་ལ་ནི་བྲེལ་གྱིས་བཅུག་འདུག་ཟེར་བྲེལ་ལ་ནི་ང་ཚོ་དེ་ཟེར་གི་རོ་བག་ལེབ་བྱས་ནས་ལན་ལ་ཡ་བྲེལ་ཟེར་གི་རོ་བ་བྲེལ་གྱིས་བཅུག་འདུག་བཅུག་ལ་ནི་མཐའ་མ་དེ་ལ་རེད་བ་མཐའ་མ་དེ་ལ་ནི་རྫ་བུམ་སྟོང་པ་ཞིག་བཟུང་ནས་སྤུ་གུ་ཅིག་ཡོད་རེད་ད་སྤུ་གུ་དེ་ཐང་གི་ཐང་གི་སྙུན་གྱི་ནི་སྤུ་གུ་དེ་རེད་བ་ཨ་ནི་ཁོ་རང་གི་རྫ་བུམ་དེ་སྟོང་པ་ཞིག་བཟུང་ནས་ནི་ལངས་ཡོད་པའི་བུ་དེ་མཐོང་རེད་ཟེར་གི་རྒད་པོ་ཁོ་རང་གི་ནི་སྤུ་གུ་མཐའ་མ་དེ་ལ་དེའི་ཡི་གེ་སྤུ་གུ་དེ་ཁོ་རང་གི་རྫ་བུམ་སྟོང་པ་ཞིག་ལག་ཏུ་བཟུང་ནས་ལངས་ཡོད་པ་དེ་ནི་བུ་དེ་ནི་རྒྱལ་པོ་ཁོ་རང་གི་ཐོག་རེད། རྒྱལ་པོ་ཁོ་ཡི་མདུན་དུ་སོང་ནས་དགའ་སྤྲོ་དང་བཅས་རྒྱལ་པོ་ཁོ་གི་མདུན་དུ་རྒྱལ་པོ་ད་ལྟ་རྫ་བུམ་སྟོང་པ་ཐོགས་ཡོད་ཡུལ་གྱི་སྤུ་གུ་བྱི་རུ་བ་ཁོ་རང་གི་མདུན་དུ་སོང་ནས་མདུན་དུ་ཡར་ཕེབས་ནས་དགའ་སྤྲོ་དང་བཅས་དགའ་སྤྲོ་ལ་དུས་སམ་བླ་སེམས་ནང་ལ་ཡ་ཅིག་དགའ་བ་སྤྲོ་བ་དེ་འདི་ཡིན་སྙམ་དང་ཅེས་ཟེར་བ། དོན་དུ་ནི་དགའ་སྤྲོ་ལ་དུས་བསམ་པ་ཐ་ཡིན་ངེས་ལ་ཡ་གཅིག། སྤུ་གུ་དུས་མཚུངས་ཀྱི་དོན་ལ་འགྲོ་དུས་བསམ་པ་ལ། གདོང་པ་ལ་ཡ། སྐྱོ་སྣང་གི་ཉམས་སེམས་སྐྱོ་འདུག་ཁ་བོ་ཅི་གཡོར་བ། ད་ལྟ་འདི་ག་རེ་རྫ་བུམ་སྟོང་པ་མཐོང་བ་དང་རྒྱལ་པོ་གྱི་ཞལ་ལས་ལ་བར་དང་གདོང་པ་ལ་ཡ་གཅིག། དགའ་སྤྲོ་གི་ཉམས་དང་བཅས་སེ་བལ་དུ་ཁོ་རང་གདོང་པ་ལ་ཡ་གཅིག། སེམས་པ་དགའ་སྡོག་ཁ་བོ་ཆེ་གྱེར་བ་ཁོ་རང་གི་རྣམ་འགྱུར་དེས་དགའ་སྡོག་ཁ་བོ་ཆེ་ནས། ཁྱོད་ཀྱིས་རྫ་བུམ་སྟོང་པ་ཞིག་ཁྱེར་ནས་ཡོང་དུས་ཅི་ཡིན་ཞེས་དྲིས་པ་ན་རྒྱལ་པོ་ཁོ་རང་གི་ད་ལྟ་རྫ་བུམ་སྟོང་པ་ཡོད་པོ་དེའི་མདུན་ལ་ཕྱིན་བྱས་ནས་འདུག། སྐད་ཆ་དྲིས། རེད། ཁྱོད་ཀྱིས་རྫ་བུམ་སྟོང་པ་ཞིག་ཁྱེད་རང་གིས་རྫ་བུམ་སྟོང་པ་ཞིག་ཁྱེར་ཡོང་ནས། ཨོང། ཁྱེད་ཡོང་དོན་ཅི་ཡིན་ཟེར་ཁྱེད་རང་འདུག་ཟེར་ད་ཟ་བོན་སྟོང་པ་སྟོང་ཡང་ཁྱི་ལས་ཀྱི་དོན་ཅི་ཡིན་ཟེར་དོན་ལས་ན་རྒྱུ་མཚན་ཟེར་བ reason ཟེར་བར་བ་དོན་དག་ཅི་ཡིན་ཞེས་དྲིས་པ་ན། དོན་དག་ག་རེ་རེད་ཞེས་ནས་དྲིས་པ་ན་དྲི་བའི་སྐབས་སུ་ཨ་ནི་ཁ་ཆེ་རེད་བུ་འདི་ཡི་ད་ལན་འདི་རེད། བུ་དེ། ཁོས་མེ་ཏོག་བཏབ་ནས་ཇི་ལྟར་གསོ་སྐྱོང་བྱས་ཀྱང་སྨྱུ་གུ་མ་བུས་པའི་གནས་ཚུལ་ཞུས། ཨ་ནི་བུ་འདི་ཡི་ཡ་གད་པོ་ལ་ཡ་ཕ། ག་རེ་ཞུས་པ་རེད་ལ་ན་ཁོ་གི་མེ་ཏོག་བཏབ་ནས་ཁོ་རང་གི་དང་པོ་ནས་ཅིག་གི་མེ་ཏོག་གི་ས་བོན་དེ་བཏབ་ཡིན་བཏབ་ཚར་ནས་ཡང་ཇི་ལྟར་གསོ་སྐྱོང་བྱས་ཀྱང་ཇི་ལྟར་ལ་ཇི་ལྟར་ཟེར་ན་ཡིན་ག་འདྲའི་གསོ་སྐྱོང་ལ་ན་ཡག་པོ་བྱས་ནས་ཡར་གསོ་བ་ཡིན་ན་ཡང་རེད་རེད་པ་མེ་ཏོག་དེ་ག་ཚད་ཡག་པོ། གསོ་སྐྱོང་ཡག་པོ་བྱས་ནས་གསོས་བ་ཡིན་ན་ཡང་སྨྱུ་གུ་མ་བུས་པའི་གནས་ཚུལ་ཞུས་ཟིན། ག་ཚད་ཡག་པོ་གསོས་བ་ཡིན་ན་ད་ཁོ་གསོ་སྐྱོང་དེ་ག་འདྲས་བྱེད་རེད་ལབ་ན་དཔེར་ན་དུས་ཐོག་ལ་ཆུ་བླུགས་ར་ལུས་བླུགས་ཨེ་ཐང་ན་ཞེས་ནི། ཡུར་མ་དུས་སུ་ཡུར་ཐེག་དུས་སུ་བྱས་ཅི་ད་ཁོ་རང་གིས་གསོ་སྐྱོང་ཡག་པོ་གནང་རུ་བ་ར་ཡིན་ཨེ་ལས་ནི་སྨྱུ་གུ་དེ་མ་བུས་སྨྱུ་གུ་དེ་རྒྱ་སྐྱེད་མེད་དུས། སྐབས་ཀྱི་ད་དེ་འདྲས་ཀྱི་གནས་ཚུལ་ཚང་མ་དེ་ནི་ཕ་རྒྱལ་པོ་དེ་ལ་ཕ་ཞུ་ཡི་རེད་ཟེར་གནས་ཚུལ་ཞུ་ཡི་ཟེར་བ། དོན་དུ་གནས་ཚུལ་དེ་ག་རེད་ལ་ན། ཨེ་ནི་གཅིག་ཁོ་རང་གི་དང་པོ་མེ་ཏོག་བཏབ་ཡིན་པ་དང་ཨེ་ནི་དེ་ལས་ལུས་དང་ཨེ་ནི་ཡུལ་མ་ཡུལ་བ་ཡིན་པ་དང་ཨེ་ནི་དེ་ཚོ་ཚང་མ་ཨེ་ནི་ཁོ་རང་གི་རྒྱལ་པོ་གི་ཕ་རྒྱལ་པོ་ལ་ཕ་ཞུ་ཡི་རེད་ཟེར་གནས་ཚུལ་ཚང་མ། ཨན་དེའི་གཞུག་ལ་རྒྱལ་པོ་དགའ་ནས་བུ་དྲང་པོའི་ལག་པར་འཇུས་ཏེ་ཀྱེ་ཆེན་པོས་འདི་ནི་གཞུང་རྒྱུད་དྲང་བའི་ངའི་བུ་ཚབ་བྱའོ་ཞེས་ཟེར། རྒྱལ་པོ་དེ་དགའ་ནས་སྔོན་ཕྱིན་ད་རྒྱལ་པོ་དེས་ད་མི་འདོད་སུ་གི་ཡག་པོ་ཤར་ཡོད་ན་འུ་དེ་གཉིས་ད་སོ་སོ་ཡི་བུ་ཚབ་བྱེད་ཀྱིན་བྱེད་ཀྱིན་ཁ་སང་སྨྱོས་ལ་ཡ་སེ་དྲག་སྟེ་འདུག་སྟངས་བར་བ་ཡིན་ནའི་ལས་ད་ལྟ་སྤུ་གུ་དེ་ཡིས་ནི་རྫ་བུམ་ནང་ལ་མེ་རྡོ་མེ་བཟང་སྟོང་པ་སྟོང་པ་སྟོང་བརྒྱ་རེ་དེ་ཡིས་ནི་རྒྱལ་པོ་དགའ་ནས་རྒྱལ་པོ་དགའ་ནས་བུ་དྲང་པོའི་ལག་པར་འཇུས་ཏེ་ནི་བུ་དྲང་པོ་ལ་བུ་དྲང་པོ་ལ་དེ་སོང་བུ་ཁོ་རང་དེ་གི་མིང་ར་བ་དྲང་པོ་ལ་ཡི་ར་བ་སོང་ཙང་བུ་དྲང་པོ་དེ་ཡིས་ནི་ལག་པ་ལ་འཇུས་ནས་ལག་པ་འཇུས་ལ་ནི་ལག་པ་དུ་སིམ་བྱེར་བ་ནི་སྐད་ཆེན་པོས་ནི་སྐད་ཤུགས་ཆེན་པོས། ནི་རྒྱལ་པོ་ག་རེ་གསུངས་རེད་ལ་ན། འདི་ནི་གཞུང་རྒྱུད་དྲང་བས་ངས་བུ་ཚབ་བྱའོ། འདི་ནི་ལ་དུས་སམ་ལ་པུཀུ་འདི་ནི་ནི་གཞུང་རྒྱུད་དྲང་བས་སི་པུཀུ་འདི་ཧ་ཅང་དྲང་པོ་དྲང་བཞག་བྱེད་མཁན་ཅིག་རེད་ཤག་ཟེར་བ། གཞུང་རྒྱུད་དྲང་པོ། དེ་འདྲ་ཡིན་པ་སོང་ཙང་ངས་བུ་ཚབ་བྱའོ་ཟེར་ནི་འདི་པུཀུ་དེ་ནི་ངས་གྱིས་ནི་བུ་ཚབ་ལ་ནི་པུཀུ་གྱིས་ཚབ་བྱེད་ཀྱི་ཡིན། པུཀུ་གྱིས་ཚབ་བྱེད་ཀྱི་ཡིན་བྱས་བྱས་ནི་གསུངས་རེད་ཟེར་རྒྱལ་པོ་དེ་གིས། བྱིས་པ་གཞན་རྣམས་ཀྱིས་རྒྱལ་པོ་རིན་པོ་ཆེ་ཁྱེད་ཀྱིས་བྱིས་པ་ལག་སྟོན་དེ་བུ་གཟབ་བྱེད་དོན་ཅི་ཡིན་ཞེས་དྲིས་པར། ཨིན་ད། བྱིས་པ་གཞན་དུ་དེ་ག་ལ་བར་ད་ལྟ་དེ་དང། སྤུ་གུ་གཞན་པ་ཡང་ད་ལྟ་ཡོད་རེད་བ་ཁོ་རང་ད་ལྟ་མེ་ཏོག་དེ་ད་ཅིག། མེ་ཏོག་གི་རྫ་བུམ་དེ་ཁྱིས་གླས་ནས་ད་ལྟ་སྤུ་གུ་གཞན་པ་ཡང་མཉམ་དུ་ཡོད་པ་སོང་ཙང་ཨིན་སྤུ་གུ་གཞན་རྣམས་ཀྱིས་སྤུ་གུ་གཞན་པ་དེ་ཚོ་གིས་ཨིན་རྒྱལ་པོ་ལ་རྒྱལ་པོ་ལ་ཕ་ཞུས་རེད་རྒྱལ་པོ་ལ་ག་འདྲས་ཞུས་རེད་ལ་ན་རྒྱལ་པོ་རིན་པོ་ཆེ་ཟེར་རྒྱལ་པོ་རྒྱལ་པོ་ལགས་ཟེར་བ་ཨེ་ནི། ཁྱེད་ཀྱི་བྱིས་པ་ལག་སྟོང་དེ་བུ་ཚབ་བྱེད་དོན་ཅི་ཡིན་ཁྱེད་རང་གིས་རྒྱལ་པོ་ཁྱེད་རང་གིས་ཨེ་ནི་སྤུ་བོ། བྱིས་པ་ལ་ན་སྤུ་བོ་རེད་བ། ལག་སྟོང་ལ་ན་ལག་པ་སྟོང་པ་ག་རེ་ལག་པ་སྟོང་པ་མེ་ཏོ་མེ་གཡོ་རེད་བ་མེ་ཏོ་ཨེ་ནི། ད་ཁོ་རང་གིས་མེ་ཏོ་བཏབ་ནས་སྐྱེས་མ་སོང་ཆེ་ཆེ་རྫ་བུམ་སྟོང་པ་དེ་ཧི་ལས་རེད་བ་སོང་ཙང་ལག་པ་སྟོང་པ་རེད་ཟེར་བ་དེ་འདྲའི་གས་ནི་བྱིས་པ་ལག་སྟོང་དེ་བུ་ཚབ་བྱེད་དོན་ཅི་ཡིན་ཟེར་ཁྱེད་རང་གི་སྤུ་བོ་གི་ཚབ་བྱེད་ཡ་གི་དོན་དོན་ཅི་ཡིན་ཟེར་དོན་མཐའ་ག་རེ་ཡིན་པ་ཞེས་དྲིས་པར་དོན་མཐའ་ག་རེ་ཡིན་པ་བྱེད་བྱས་ནས་ཕ་རྒྱལ་པོ་ལ་ཡ་སྤུ་བོ་ཞིམ་པ་དོན་བཟོ་གི་འདུག་ཟེར་དྲིས་རེད་ཟེར་བ། ད་རྒྱལ་པོ་གིས། རྒྱལ་པོས་ངས་ཁྱོད་ཚུར་བྱིན་པའི་ས་བོན་དེ་ནི་དངོས་མ་ཡིན་པས་སྨྱུ་གུ་སྐྱེ་མི་སྲིད་ཅེས་ཤེས་པ་ན་ཁོང་རྣམས་ངོ་ཚ་ནས་མགོ་བོ་སྒུར་ཏེ་བསྡད་དོ་ཟེར། བ་དན་དུ་ས་མ་ལྟ་རྒྱལ་པོ་ཡིས་ཡང་སྤུ་གུ་འདི་ཚོ་ལན་ག་རེ་བསྐྱོན་རེ་ལ་ན། ངས་ཁྱོད་ཚོར་སྦྱིན་པའི་ས་བོན་དེ་ནི་ངས་ཁྱེད་རང་ཚོ་ལ་སྦྱིན་པ་ལ་ན། སྤྲད་པར་བ་སྤྲད་པའི་ས་བོན་དེ་ནི་སྔོན་མ་ཡིན་པས་སྔོན་མ་ལ་དུ་ས་མ་ལ་ཁྱེད་རང་ཚོ་ལ་སྤྲད་རྒྱུ་ས་བོན་དེ་སྔོན་སྐྱོ་རེ་སྔོན་མ་ལ་ན་ཅི་ང་ཚོ་མེད་ད་དེ་འདྲས་ཀྱི་སྒང་ལས་ནི་ང་ཚོ་ཡོད་དེ་འདྲས་སྔོ་གི་འདུག་བ་འདི་ནང་བཞིན་སྔོ་སྐྱོ་རེད་ཟེར་དོན་དོན་ནི་གཅིག་ཧྥ་ར་ཡི་བཏང་རྒྱུ་ཧྥ་ར་ཡི་ལ་ན་ཡང་དེ་འདྲས་སུ་མ་རེད་ད་ང་ཚོ་སྣུམ་ད་དེ་ཚོ་བླུག་ནི་སྔོ་སྐྱོ་ཟེར་གོ་མ་རེད་གཅིག་ཏང་གི་ནི་གཅིག་ང་ཚོ་རྩམ་པ་ད་ཡ་ཉོས་ལ་ཡོད་དེ་ཚོ་སྔོ་གོ་རུ་བ་འདུག་སུ་སྔོན་མ་རེད་ཁྱེད་རང་ཚོ་ལ་སྤྲད་རྒྱུ་ས་བོན་ཁོ་རང་སྔོན་མ་རེད་སྔོན་མ་ཡིན་པ་སོང་ཙང་དེ་ལ་ཡ་ག་རེ་ཡོད་མ་རེད་སྨྱུ་གུ་སྐྱེ་མི་སྲིད་ཁྱེད་རང་ཚོ་སྔོན་མ་དེ་ལ་ཡ་སྨྱུ་གུ་སྐྱེ་གོ་རང་སྲིད་གི་མ་རེད་གང་ཡིན་ཟེར་ན་ས་བོན་དེ་ག་དུས་ཡིན་ནི་ལས། ཅིག་ག་སྔོན་མ་མ་ཡིན་པ་ཅིག་མགོ་རེ་མ་གཏོགས་གལ་སྲིད་ས་བོན་ཁོ་རང། སྔོན་མ་ཡིན་ན་དེ་ལ་སྨྱུ་གུ་སྐྱེས་ཁོ་རང་སིག་མ་ར་བ། སོང་ཙང། རྒྱལ་པོས་ག་རེ་གསུངས་རེད་དེ་ལ་ཡང་སྨྱུ་གུ་སྐྱེས་ཁོ་རང་ཁྱེད་རང་ཚོ་ལས་སྤྲད་རྒྱུ་གི། ས་བོན་དེ་དངོས་རྒྱུ་རེད་སོང་ཙང་དངོས་རྒྱུ་ཡིན་པ་སོང་ཙང་ཁྱེད་རང་ཚོ་གི། ད་ལྟ་མེ་ཏོག་ཁྱི་གླེགས་ཡོད་དེ་ཨ་ནི་མེ་ཏོག་མ་རེད་དོན་དུ་ག་རེ་གསུངས་གོ་རེད་རྒྱལ་པོ་གི་ད་དེ་ཁྱེད་རང་ཚོ་གི་ད་ལྟ་མེ་ཏོག་རེད་ཅིག་ཡག་པོ་ཁྱི་ལི་ཡ་ཚང་མ་ད་རྫུན་མ་རེད་ཟེར་གང་ཡིན་ཟེར་ན་སྨྱུ་གུ་སྐྱེ་མི་སྲིད་ཟེར་རེད་བ་གསར་བུ་དངོས་མ་ཡིན་ན་དེའི་ལ་ཡ་སྨྱུ་གུ་སྐྱེ་ཁོ་རང་སྲིད་གི་མ་རེད། ཅེས་བཤད་པ་ན་དེ་འདྲའི་བཤད་དུས་སྐབས་སུ། ཁོང་རྣམས་ངོ་ཚ་ནས་མགོ་བོ་སྒུར་ཏེ་བསྡད་དོ། ཁོང་རྣམས་ཟེར་དུས་བསམ་པ་ལ་ཡ་བྱིས་པ་རྣམས་ཟེར་བ་རེད། བྱིས་པ་ཚང་མ་ངོ་ཚ་ནས་མགོ་བོ་སྒུར་ལ་དུས་བསམ་པ་ལ་སོ་སོ་གི་མགོ་དེ་སྒུར་ལ་དུས་བསམ་པ་ལ་མ་གུག་ནས་དེ་དུས་དུས་བལྟས་པ་རེད། ད་དོན་དུ་ད་རྒད་པོ་དེ་གིས་ངོས་ལ་ཡ་གཅིག་གི། བླུན་པོ་དེ་ཚོ་ལ་ས་བོན་གཅིག་སྤྲད་པར་བ། ས་བོན་སྤྲད་བ་དེ་ནི་ས་བོན་དེ་དངོས་མ་རེད་བ། དེ་དུས་སམ་ལ་དངོས་མ་ཅི་ཡིན་དུས་སམ་ལ་ཁོ་ལ་སྨྱུ་གུ་སྐྱེ་སྲིད་མ་རེད་བ། ཨེ་ནི། ད་ལྟ་སྤུ་གུ་ཞིམ་པ་དེ་ཚོ་གིས་ཅིག་ག་རྫ་བུམ་ནང་ལ་མེ་ཏོག་འདི་ཡག་པོ་བཞེས་ནས་ཁྱི་ཀླད་བ་དེ་ཚོ་ཚང་མ་རྫུན་མ་རེད་དོ་བ་ཡ། དེ་རྫུན་མ་ཡིན་པ་འདི་གི་ཧ་ཧུ་དུ་བ་རྒྱལ་པོ་ཁོ་རང་གིས་བསྟན་དོན་བསམ་པ་ལ། དེ་སྒྲུང་དེ་ནང་ལ་རྡོག་རྡོག་དེ་རང་རེད་ཤ་སྟག་ཅིག་ག་སྤུ་གུ་ཞིམ་པ་དེ་ཚོ་གིས་རྫུན། རྫུན་མ་བཞེས་ཡིན་པ་ད་ཨེ་ནི་ད་ལྟ། བུ་དྲང་པོ་ལས་དེ་ཁོ་རང་གཅིག་པུ་ཅིག་ག་དྲང་པོ་ཞིག་ཡིན་དེ་ཁོ་རང་གཅིག་པུ་རེད་དོ་བ་སོང་ཙང་ཨེ་ནི་ང་ཚོ་གི་ད་སློབ་ཚན་དེ་གི་མིང་ལ་ཁོ་རང་ཨེ་ནི།